བཀའ་འགྱུར་པོ་ཏི་བརྒྱ་ལྷག་བཞི་དང། བསྟན་འགྱུར་པོ་ཏི་ཉིས་བརྒྱ་ལྷག་བཞི། ད་ཚང་མ་བོད་ཡིག་ནང་ལ་ཡོད་རེད་བ། བྱས་ཙང་ཀ། ད་འདི། ང་ཚོ་བོད་པའི་སྐད་ཡིག་འདི། ཞིབ་རྩ་ཆེན་པོ་རེ་བྱ། ཀོ་ལེགས་སྦྱར་ནས་ཁ་ཐུག་ལ་བསྒྱུར། ཨེ་ནི། མིང་ཚིག་བོད་ཡིག་ནང་ལ་མེད་པ་དེ་ཚོ་བྲལ་ཏེ། ཨེ་ནི། ལེགས་སྦྱར་གྱི། ཚིག་དེ་གི་གོ་དོན་དེ་བླངས་ནས། ཨེ་ནི། བོད་སྐད་མིང་ཚིག་གསར་བ་ཁ་ཐུག་ཁ་ཐུག་བཟོས་པ་ཡིན་དུས་ད་ནས། ལེགས་བྱང་སྐད་དང་བོད་ཡིག་འདི་ཐག་ཉེ་པོ་ཞུ་བྱེད་ཡོད་པ་རེད་འདུག་བ། ཆ་དེ་འདྲ་ཡིན་དུས་ང་ཚོས་བོད་པའི་སྐད་ཡིག་ལ་དོ་སྣང་ད་ཀྱང་ཚོ་གཞོན་སྐྱེས་ཚོས་དོ་སྣང་ཨ་འདའི་ཡག་པོ་ཡོད་ར་ལ་དོ་སྣང་ཤུགས་ཆེན་པོ་བྱེད་དགོས་རེད། ང་ཚོ་རྒྱ་གར་སླེ་ནས་ཨནི་སླབ་གྲ་ཚུགས་ཡག་འགོ་ཚུགས་དུས་ངས་ཨནི་དེ་ནེ་རུ་ལ་ཡ། ང་ཚོ་བོད་པ། སོ་སོའི་སྐད་ཡིག་ཅིག་ཟུར་དུ་ཡོད་རེད། དེ་འདྲ་ཡིན་དུས་ང་ཚོའི་སླབ་གྲྭ། སླབ་གྲྭ་པོ། རྒྱ་གར་གི་སླབ་གྲྭ་ཁག་ལ་བཏང་བྱས་པས་འགྲིག་གི་མི་འདུག། བོད་པའི་སླབ་གྲྭ་ཟུར་དུ་ཚུགས་དགོས་ཀི། ཞེས་ངས་དེ་ནེ་རུ་ལ་ཞུས། ནེ་རུས་དྭགས་རང་འགྲིག་གི་འདུག་ཟེར་སོང། བྱས་ནས། ཚུ་ས་ང་རང་ཚོས་བོད་པའི་སྐད་ཡིག་དྭགས་པོ་བསྐྱལ་ཏེ་ཕྱི་ར་གལ་ཆེན་པོ་རེད་ཤག། ཚད་དང་ནང་ཆོས་ཀྱི་ཚད་མ་རིག་པ་དང་ལྟ་གྲུབ་རིག་པ་དང་གཅིག་དུས་ཚོད་གྲལ་འགྲེལ་བཤད་རྒྱ་ཡན་ལ་བོད་སྐད་དུ་ཡག་ཤོས་དང། ལེགས་ཆ་ནི་ཡོག་མར་དང། ཨ་ནི་པཱ་ལིའི་འདང་གི་མ་རེད། ཨེ་ནི་དབྱིན་ཇིའི་མིང་ཚིག་ནི་གཞི་ནས་གསར་བ་རེད། ས་དེ་འདྲ་ཡིན་དུས་ངའི་ལས་འགན་གཅིག་དེ་བོད་པའི་སྐད་ཡིག་དེ་དག་པ་ཡག་པོ་ཞིག་བརྒྱབ། ཨེ་ནི་དེ་དང་དེའི་ནང་ལ་ཡོད་བསྡད་པའི་བོད་ཀྱི་ཨེ་ནི་ནཱ་ལེནྡྲའི་ཆོས་བརྒྱུད་དེ་འདྲའི་གཅིག་གི་དང་རྒྱ་ཆེ་གཏིང་ཟབ་ཅིག་ཡོད་འདོད་པ་འདི་ང་ཚོ་ལྟ་སྒོ་བརྒྱ་སློབ་སྦྱོང་བྱ་དེ་ངའི་ལས་འགན་གཅིག་རེད།